འཛམ་གླིང་ཕྱོགས་མཐའ་གང་སར་བཞུགས་པའི་རྒྱ་ཆེའི་གཟིགས་མོའང་ཡོད་ལ་ཐོག་མར་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་ཡག་དང་དེ་རིང་གི་སྙན་ཐུང་འདི་བརྗོད་གཙོ་བོ་གང་ཡིན་ཞུས་པ་ཡིན་ན་ས་གནས་ནིའུ་ཡོག་ཧི་མ་ལ་དཔེ་མཛོད་ཁང་གིས་གོ་སྒྲིག་ཞུས་པའི་ཐོག་བོད་ཀྱི་དཔེ་མཛོད་འགན་འཛིན་དགེ་བཤེས་ལྷག་རྡོར་ལགས་ནས

ད་ནི་འདི་ལན་དེ་ང་ལ་ཡོད་པའི་ཁྱད་པར་ཡོད་མ་རེད། ཐོས་པ་དང་བསམ་བློ་དང་ག་འདྲ་བྱས་ན་ཡག་འདུག། གང་ལྟར་དམིགས་ཡུལ་དེ། ང་ཚོའི་བོད་མི་གིས་ད་མི་རབས་གཞོན་པ་དེ་ཚོ་ཁྲག་ཐག་ཐག་ཅིག་བཟོ་ཡི་དེ་ད་ད་ལྟ་ང་ཚོའི་ལས་འགན་དེ་རེད། བོད་པའི་གི་གནས་སྟངས་དེ་ངས་ཤོད་གི་མ་རེད་རྣམ་པ་ཚོས་མཁྱེན་མཁྱེན་པ་རེད། ཁག་པོ་ཞི་བོ་ཅིག་ཆགས་དུ་ཡོད་རེད། ཧོབ་སི་ང་ཚོ་བསམ་བློ་མ་བཏང་ན། སོ་སོ་ལུང་པ་ཁ་བ་ཡོད་ན་སྐྱབས་བཅོལ་དུ་ཡོད་དེ་གའི་ལུང་པ་དེ། འདྲ་མི་འདྲ་ག་བ་ཡོད་ན་སོ་སོ་མི། མགོ་བརྒྱུད་ས་ཁང་པ་གཅིག་ཡོད་ས་ཡས་ཐུགས་ངེས་གཅིག་ཡོད་ལས་ཀ་ར་གཅིག་ཡོད། སྐྱབས་མགོན་རིན་པོ་ཆེ་ཐུགས་རྗེ་གི་ཨོ་སོ་སི་འགྲིག་དེ་ངས་སོ་དྲུག་ཅིག་རེད་དེ། བོད་ནང་གི་གནས་སྟངས་དང། སྤྱི་ཐང་འཛམ་བུ་གླིང་གི་འཕོ་འགྱུར་དང་འདི་འདྲས་མང་པོ་ཅིག་ལ་བསམ་བློ་བཏང་ཡོང་དུས། ང་ཚོ་བལྟས་ཚོད་ཅིག་གཟབ་གཟབ་བྱས་ནས་རིག་པ་བསྒྲིམས་ནས་མ་དཔྱད་ན། མ་འགྲིག་གི་སོ་དྲུག་ཅིག་ཤུགས་མ་ཐག་ཏུ་ཆགས་ཡོང་གི་ཡོད་རེད་གང་ཞེ་ན་ང་ཚོ་འཛམ་བུ་གླིང་ནང་ལ་བསྡད་ཡོད་ར་མ་གཏོགས་འཛམ་བུ་གླིང་ཕྱི་ལོག་ལ་བསྡད་ཡོད་མ་རེད། དེ་འདྲས་རེད། ང་སྔོན་མ་སློབ་གྲྭ་ལ་བསྡད་དུས་དམངས་གཙོའི་ལྟ་གྲུབ་སྐོར་ལ་སྦྱངས་ཡོང་དུས། What touches all must be affected by all བཤད་ཀྱི་ཡོད་རེད། སོ་སོ་ལ་ཐུག་ཐུག་རིག་རིག་བྱེད་མཁན་དེ་ཚོ་ཚང་མ་ལ་ཕར་འགྱུར་བཅོས་བཏང་ཡོད་དང་ཕར་ཕྱེ་དགོས་མེད་འདི་ཡང་སོ་སོ་གིས་བྱེད་དགོས་རེད་བཤད་ཀྱི་ཡོད་རེད། བྱས་དུས་ང་ཚོ་ཚང་མར་ད་འབྲེལ་བ་ཆགས་ཏེ་ཡོད་དུས་དེ་འདྲས་ཟེར་རེད། དེ་འདྲས་ཡིན་དུས་ད་བོད་ནང་ལ་ཡིན་ན། ཨ་ནེ་ད།

དཔེ་དེ་མེད་པ་བཟོས་ས་རེད་དེ་བཞིན་དུ་དཀའ་ལས་ཁག་པོ་ཞིག་བོད་ཀྱི་ཆགས་འདུག་ཡོད་དེ་འདྲ་ཞིག་ཏུ་རང་ཚུགས་ལ་ཡང་སྲིད་ཇུས་དེ་རང་ཁེ་བྱས་ནས་ཆགས་འདུག་དུས་ད་བོད་ནང་ལ་ཡིན་ན་ད་ག་ཚད་ག་ཚད་བྱེད་དགོས་བསམ་ན་ཡང་ཁོ་དབང་ཆེ་ཆུང་ཤོར་བྱས་ནས་གོ་སྐབས་མེད་ནས་རེད་བ། ཅིག་ཟ་ཁང་གསུམ་ཁང་ག་རེ་འགྲོ་ནས་རྒྱག་གིན་མེད་ན་ར་གོ་ཐོན་གི་ཡོད་མ་རེད་དེ་གང་གཞུང་གི་སྲིད་ཇུས་ཐོག་ནས་རྩ་ནས་མེད་པ་སོགས་དེ་འདྲ་བྱས་ཡོང་གི་རེད་དེ་རང་བཞིན་ཁོ་རང་གིས་ང་ཚོ་རང་དབང་ལུང་པ་ལ་ཡོད་ན་ཡང་ཁག་པོ་ཆགས་ཡོང་གི་འདུག་བ། རེད། རེ་བ་ལུང་པ་དཔེར་ན་ཨ་མི་རི་ཀ་སོགས་རེ་བས་ན་སྐད་ཡིག་བཟོ་བ་ཨིན་ཇི་རྒྱབ་འགོག་གི་ཡོད་རེད། ཟ་ཁང་སྲུང་ཁང་ཁ་བ་འགྲོ་ན་ཨིན་ཇི་བཞེངས་ཀྱི་ཡོད་ན་མི་ནོར་ཐ་དེ་རྒྱབ་འགོག་གི་ཡོད་རེད་དེ་འདྲ་ཞིག་དུས་གར་སྤྱད་ན་ཉམས་འགྲོ་གི་རེད་བ་ད། རང་དབང་ཡོད་རེད་དེ། ད་རང་དབང་མེད་ས་ཀྱི་རྒྱ་མི་ལུང་པ་བཟོ་རེ་བ་ཅན་ཡིན་ན། ཁོ་རྒྱབ་དགོས་བ་མ་ཟད་རྐང་བཙུགས་ནས་ད་མེད་བ་བཟོས་ནས་བོད་པའི་སྐད་ཡིག་མེད་བ་བཟོས་ནས་དེ་འདྲ་བྱས་དུས་ད། དེ་འདྲ་ཅིག་བསམ་བློ་བཏང་ཡོང་དུས་ད། ལོ་ཉི་ཤུ་ཡས་མས་ད་བཅུ་བཅོ་ལྔ་མ་གཏོགས་མགོ་རག་ཡོང་ཟེར་བ་དེ་འདྲ་ཅིག་གནང་ན་ཧ་ལམ།

ཟབ་པའི་ཁྱབ་ཅིང་རྒྱ་ཆེ་བས་དཔེར་ན་ནང་ཆོས་འདྲ་སྐྱེས་ན་ནང་ཆོས་འཛིན་སྐྱོང་བྱེད་དུས་ནང་ཆོས་ཆ་རེ་ཅོ་རེ་གཅིག་ནང་ཆོས་ངོ་སྤྲོད་ཐུབ་ཚད་དེ་འདྲའི་གི་ཐེངས་གི་ཡོད་མ་རེད་རེད་བ། ཁོ། ནང་ཆོས་ཀྱི་ཟབ་ཅིང་རྒྱ་ཆེ་བའི་གནད་དུ་ཆ་ཚང་ཤེས་མཁན་གི་མཁས་པ་ཅིག་ཆགས་དགོས་ཀྱི་ཡོད་རེད་དེའང་མ་ཤེས་སྐད་ཡིག་ལ་ཡང་ང་ཚོ་སྐད་ཡིག་དེ། ཟབ་པོ་དང་རྒྱ་ཆེན་པོ་ཤེས་ཀྱི་རེད་དེ་ཟབ་ཅིང་རྒྱ་ཆེ་བ་ཅིག་མ་ཤེས་ན་སྐད་ཡིག་ཁོ་ན་འཛིན་སྐྱོང་བྱེད་དཔེ་ཁག་པོ་རེད་བ།

གང་ལ་གང་འཚམ་གྱིས་ཤེས་ངེས་ཅིག། དཔེར་ན་འདིའི་སློབ་གྲྭ་ཚུགས་དུས་ངས་སློབ་གཞོན་པ་འདི་ཚོ་ཆུང་ཆུང་ཆུང་ཆུང་རེད་དེ། དགའ་རོགས་དགའ་རོགས་ཡག་པོ་འདུག་སྙིང་རྗེ་ད་ནི་ཞུ་གི་ངས་ཆ་ཚང་ཁོ་ཚོའི་མཉམ་དུ་དུས་ཚོད་བཏང་སྟེ་ཡག་ཐག་ཆོད་འདུག་རེད་བ། དེ་འདྲ་བྱེད་དུས་ང་ཚོས་ད་ག་ཚོད་བར་ང་ཚོ་ཚང་མས་ཧ་རུབ་ཧ་རུབ་བྱེད་ཡོད་དེ། ཞེ་བོ་ཅིག་གལ་ཆེན་པོ་རེད་ཤག་ཨཱས། གལ་ཏེ་ང་ཚོ་དང་པོ། དང་པོ་ངས་ཞུ་ཡི་རེད་བ་དེ་འདི་ཡིན། གང་ལྟར་བོད་མི་རིགས་ཀྱི་ཆོས་དང་རིག་གཞུང་དང་བཅས་པ་རྩར་མེད་འགྲོ་ཡི་གི་དུས་ཚོད་འདི་སླེབས་བསྡད་དུས། ད། དེའི་གིས་ང་ཚོ་འཛིན་ཐུབ་དམ་མི་ཐུབ་དེ་ད་ང་ཚོའི་མི་རབས་འདི་ལ་ད་རག་ལས་དེ་ཡོད་རེད་ད་དྲང་པོ་བཤད་ན་ལྡོག་འགྲེལ་དེ་ང་ཚོ་སྒང་ལ་སླེབས་དེ་ཡོད་རེད་ད་ལྟ་བར་དུ་ཨ་ནི་བོད་ནང་ལ་གནས་ཚུལ་ཐབས་སྡུག་དེ་བྱུང་ནས་ད་ལྟ་བར་དུ་སྐྱབས་མགོན་རིན་པོ་ཆེ་དང་ད་འབྲེལ་ཡོད་ཚང་མས་གིས་དཀའ་ལས་རྒྱབ་པ་ལ་བརྟེན་ནས་དངོས་གནས་དྲག་གནས་ཡག་ཐག་ཆོད་ཆགས་དེ་ཡོད་རེད་ཡག་ཐག་ཆོད་ཆགས་དེ་ཡོད་རེད་དེ་ད་དུས་ཚོད་འགྱུར་བ་ཅིག་ཕྱིན་ཡིན་མི་མང་པོ་ད་ལུང་པ་འདྲ་མི་འདྲ་ལ་ཕྱིན་ཡང་འགྱུར་བ་ཆེན་པོ་ཅིག་ཕྱིན་རེད་བ་ད་འདི་འདྲ་ཕྱིན་ཡོང་དུས་ད་སྐྱབས་མགོན་རིན་པོ་ཆེ་ད་སྔ་མོ་ནང་བཞིན་གིས།

ཁ་སོ་ལ་བདག་པོ་ཡག་པོ་གཅིག་བརྒྱབ་བྱས་ནས་སྐད་ཡིག་ཡག་པོ་ཤེས་མཁན་གཅིག་དང་ནི་སྐད་ཡིག་གཅིག་པོ་མ་རེད་ད། དཔེ་དེབ། སྐྱིད་པོ་ཆེ། པོ་འདི་ཚོ་སེམས་པ་སྐྱིད་པོ་སེམས་པ་ལྷོད་ལྷོད་བྱེད་མཁན་ཆེ། ད་ཁ་སང་ང་འདས་མ་ཡོང་གོང་ལ་ཨེ་ཏི་ལན་ཏྲ་ལ་ཉི་མ་མང་པོ་ཚོགས་རེད་ང་ཚོ། ཉི་མ་བརྒྱད་དགུ་ཅིག་ང་ཕ་གི་འདས་རེད་དུས་དུས་ཚོགས་འདུ་ཁོ་རང་ང་ཚོ་ཉི་མ་གཉིས་གསར་གྱི་ཚོགས་དེ་འདྲ་བྱས་ཡོང་དུས་ང་ཚོ་གཅིག་པོ་གི་རེད་མི་འདུག་བ་དཀའ་ངལ། དཀའ་ངལ་ཞིབ་ཕྲ་ཅིག་འདུག་ཕ་མ་ཚང་མ་ལ་ཨ་མི་རི་ཀ་ལ་ཡིན་ནའང་ཨ་མི་རི་ཀའི་ཤེས་ཡོན་ཁོ་རང་ལ་སྐྱོན་བརྗོད་བྱེད་མཁན་ཤུགས་ཆེན་པོ་འདུག་དེ་ག་མ་གཞི་ཡུ་རོབ་དང་ཨིང་ལན་དུ་ཚོའི་ནང་གི་ཤེས་ཡོན་བཀྲས་མཛངས་དེ་ལ་སྐྱོན་བརྗོད་བྱེད་མཁན་ཤུགས་ཆེན་པོ་ཁོ་རང་མགོ་བསུས་ཁོ་རང་ཚོ་གི་ཤུགས་ཆེན་པོ་བྲེགས་འདུག་ད་ཁ་ཚང་ཁ་གཉིས་རང་རེད་ང་འདི་ཨ་མི་རི་ཀའི་སློབ་གྲྭ་ཅིག་ནང་ལ་ཡིན་གཅིག་མིན་གཅིག་ཡོང་རོགས་བྱེད་ཟེར་ལབ་ནས་ཕ་མ་འདི་ཚོ་ཚོ་རེད་ད་རྣམ་པ་ཚོ་ནང་བཞིན་ཕ་མ་ཚོ་གི་ཡོང་རོགས་ལབ་ནས་ཨ་ནེ་ཕ་མ་འདི་ཚོ་ང་སྐད་བཏང་དགོས་ཡོད་དེ་ག་རེ་རེད་ཟེར་ན།

དཔེར་ན་མཁས་པ་ཁ་ཤས་ཀྱིས་བཤད་སྟངས་ནང་བཞིན་བྱས་ན། ལོ་ལྔ་བར་དུ། ལོ་ལྔ་བར་དུ་སྤུ་གུ་ལ་རང་དབང་ཆ་ཚང་སྤྲད་ནས་སྤུ་གུ་ལ་སྤུ་གུ་ལོ་ལྔ་བར་དུ་རང་དབང་ཆ་ཚང་སྤྲད་ནས་གར་ལེན་མཁན་ཕ་མའི་ལེན་མཁན་གཙོ་བོ་གར་ཟེར་ན་སྤུ་གུ་ལ་དཔེ་དེབ་བྱམས་བརྩེ་ཞེ་བོ་གཅིག་སྤྲད་དགོས་རེད་ཟེར་བ་རེད། བྱམས་བརྩེ་དེ་ཤུགས་ཆེ་ཤོས་རེད། སྤུ་གུ་སྐྱེས་ས་ནས་ད་ཟླ་བ་ཁ་ཤས་ནང་ལ་སླེབས་པ་ཁོ་རང་ཚར་ལུགས་བྱས་ལ་བྱམས་བརྩེ་དེ་རེད་ཕ་མེད་ཀྱི་འདུག་ཟེར་ད་གྲོས་ལ་བཅང་བྱས་ནས་བྱམས་པོ་བྱེད་ཟོ་རེ་བ་དང་རེ་བ་ད་ཅིག་ཡོ་རེ་བ་དེ་ཚོ་བཟའ་བཏོག་བྱེད་རེ་བ་དང་སྐབས་འགྱུར་མ་བཏང་ཡེ་དང་རེ་བ།

ད་བཅོ་ལྔ་བར་དུ་རེད་བ། ལོ་ལྔ་ནས་ད་བཅོ་ལྔ་བར་དུ་སྒྲིག་ལམ་བཏེགས་སུ་ཚོགས་དགོས་རེད་ཟེར་བ་རེད། དེ་དུས་འདི་བྱེད་བྱེད་དགོས་འོས་པ་དང་བྱེད་མི་འོས་པའི་དང། ཅིག་ག་ཚོད་བ་རེད་ད། སྤང་བླང་འདྲ་བོ་དེ་ཚོ་བཏེགས་ཟེར་བྱས་ནས་སྒྲིག་ལམ་མ་བཟོས་ན། ཨ་ནི་པུ་སྡིག་མེད་ཆགས་རེད་ཟེར་བ་རེད། དེ་ནི་ལྕགས་ལང་ཅིག་ཤོར་སོང་ནས་རྩ་ནས་གླག་མ་ཟ་མཁན་དེ་འདྲ་ཆགས་ཡོང་དུས། ཨ་འདི་སྒྲིག་ལམ་བཟོ་དགོས་རེད་ད་སྒྲིག་ལམ་ཟ་སྲིད་དུ་ཡིན་གཅིག་མིན་གཅིག་བཀའ་བརྒྱུད་དང་ཡང་སྐད་ཆ་ཁས་མ་རེད་ད།

ཁྱད་པར་རེད། བྱས་ཙང་ད་ལྟ་མཁས་པ་འདི་གི་དབང་དུ་བྱས་པ་ཡིན་ན་ད་ལོ་ཁར་ཟེར་བ་འདི་ནས། ལོ་ལོ་ལྔ་ནས་བཅོ་ལྔ་བར་དུ་ཨེ་དེ་སྒྲིག་ལམ་དེ་བཟོ་དགོས་རེད་ཟེར་བ་རེད། ད་སྒྲིག་ལམ་དེ་བཟོ་མཁས་པ་ཅན། བྱས་ཙང་རྩེ་གུ་མི་རྫོགས་རྒྱུ་རྫོགས་ཡས་ཅི་ག་མེད་པར་ཀྱི་ཅིག་མ་བྱས་མ་བྱས་རྐྱང་རྐྱང་ལབ་མ་བསྡད་བྱས། ཅིག་ལབ་དུས། དག་རང་ཡིན་པ་བྱས། བསམ་བློ་ཡག་པོ་བཏང་ནས་རེ་བ། When you say no, no means no།

གལ་ཏེ་ཐབས་ཤེས་མང་པོ་ཆེར་མོ་པར་ཕུར་བཙགས་ནས་བཏགས་མ་བཅུག་ཅེས་ཏི་བའི་རེ་བ་བཏགས་བཅུག་ན་མིག་ལ་སྣུག་གུ་མར་བ། བྱས་ཙང་མོ་པར་ཕུར་འདི་མང་པོ་བཏགས་ནས་རྒྱ་གར་ནང་བསྡུ་བ་ཡིན་ད་ཁོང་ཚོས་རྩིས་བརྒྱབ་ནས་བསླབ་དུས། ལོ་ཁ་ཤས་ནང་ལ་སྤུ། འབུམ་མང་པོ། ཞར་མགོ་ཆགས་ཚར་ཟིག་དོ། ཡང་མ་ན་ཞར་མགོ་ཡང་ན་མིག་བཅུག་བོ། འོ་དེ་ཚོ་ལ་མཚམས་འདི་ཚོད་མ་བྱས་ན་ཉེན་ཁ་ཞིབ་ཅིག་འདི་ཀླད་པ་ལ་ནུ་ཡོད་དེ་རེད། དེ་འདྲའི་ཆགས་འདུག་བ་སྤུ་གུ་གཉིས་བཏགས་ངས་འདི་ཚོད་ད་གང་ཟེར་སྐད་ཆ་ལྟུང་བ་ནམ་མཁའ་ལ་གཤེགས་དགོས་མ་རེད་དངོས་གནས་བྱུང་ཆོག།

དེ་ནས་ཁོ་གཉིས་གཉིད་སྤུག་གཉིས་དེ་མོ་པལ་ཕོན་བལྟས་ནས་མོ་པལ་ཕོན་རྐྱང་རྐྱང་བལྟས་ནས་གཅིག་དེ་གའི་ཀོ་རི་ཡ་ཀའི་དཔེ་ཡག་པོ་ཤིག་འདུག་ལབ་མཁན་ཡོད་པར་དང། ད་གཅིག་དེ་གཞན་པ་གང་ལྟར་ག་རེ་ཡིན་ནོ་མེད་ན་ཁོ་གཉིས་གཉིད་ཁ་བས་དེ། ཕ་གིས་ད་ཕ་གིས་སློབ་གྲྭ་བཅུག་ནས་ད་མོ་པལ་ཕོན་ཕ་ལྟ་ཡི་མེད་པ་བཟོས་ནས་ཁོ་ཚོ་བཀག་རོགས། མོ་པལ་ཕོན་ལྟ་མ་བཅུག་ན་ཡང་འདི་འདྲའི་བདེ་འདེགས་འདུག་ཟེར་གོ།

གཉིས་པ་དེ་ད་རླབས་པ་ཚོ་ཡང་རེད་དེ་མེད་པ་མ་འོངས་པའི་ཕ་མ་དེ་ཚོ་ཡིན་ན་རེད། སོ་སོ་མི་རབས་ཡག་པོ་ཅིག་འགོ་གི་ཡོད་ཅེས་སྤུ་གུ་ཡག་པོ་ཅིག་འགོ་གི་ཡོད་ན་ད་ལྟ་སོ་སོས་ཀྱི་སྤྱོད་ལམ་དེ་ག་འདྲས་ཅིག་འདུག་དེ་བལྟ་དགོས་རེད། ཁ་ལག་ག་འདྲས་ག་འདྲས་ཅིག་ཟ་གི་ཡོད་ང་ཚོས་རེད་བ། སྤྱོད་ལམ་ག་འདྲས་ག་འདྲས་བྱེད་ཀྱི་ཡོད་རེད་བ། དེ་ལས་དཔག་བའི་ལུས་ཀྱི་སོ་སོས་ཀྱི་ལུས་ཀྱི་རྩ་རླུང་ཐིག་ལེ་དུས་ཚོད་ལ་དཔག་པའི་སྤུ་གུ་ཅིག་སྐྱེ་ཡོང་གི་རེད་འདུག་མ།

དུ་ཚོད་ཞིབ་ཅིག་བྱས་ཏེ་གལ་ཆེན་པོ་གཅིག་ཆགས་འདུག་བསམ་གྱི་འདུག་དེ་དོ་སྣང་བྱེད་དགོས་ཤིག་རེད་བ། དེ་ནས་གཅིག་ངས་གར་བསམ་སོང་ཟེར་ན་རྣམ་པ་ཚོས་གཅིག་བྱས་ན་གནང་གི་ཡོད་ལ་གཅིག་བྱས་ན་གནང་གི་མེད་དོ། ཕ་མེས་ཀྱི་ནང་ལོགས་ལ་ཡིན་གཅིག་མིན་གཅིག་གི་ཁང་པ་ཟུར་དུ་ཡོད་ན་ཡག་ཤོག་རེད་དྲོད་ཁང་འདྲ་བོ་གཅིག་ཟུར་དུ་ཡོད་མཐུན་རྐྱེན་ཡོད་ན་ཡག་ཤོག་རེད། མེད་ན་ཡང་དུས་གང་ཞིག་ལ་སྐོར་ནག་འདྲ་བོ་ག་བ་ཡིན་ན་དེ་འདྲ་གཅིག་བཟོས་ནས

གཞན་དོན་དངོས་གནས་སྐྱོར་ནས་དྲིའུ་སྐྱོར་ཡང་ཙམ་གྱི་ཡོད་རེད་དེ་སྐྱོར་ཐུབ་ན་ཡག་ཤོས་རེད་དེ་མེད་ན་ཡང་ཁོ་དྲིའུ་དཀྲོག་ཆོག་ཡོད་རེད་ཞི་བདེ་མཚོན་བྱེད་ཀྱི་ཞི་བདེ་མཚོན་དོན་གྱི་དྲིའུ་འདྲ་གཅིག་དཀྲོག་ན་དཔེར་ན། ཕ་མ་ཨམ་ཕ་མ་གཉིས་དང་སྤུ་གུ་དང་འདི་ཚོ་ལྟས་སུ་འཁྱམ་ལ་མ་འཁྱམ་བྱས་ནས་སྤུ་གུ་ར་རླུང་གཅིག་ལངས་སོང་ན་ཁོ་འགྲོ་ས་ཡོད་རེད་ཁོ་ཁོ་ཕའི་ཁུག་ཀྱོག་དེ་ཡིན་ཕྱིན་ཁོ་རང་ཁོ་རང་ཁུ་སིམ་སིམ་བསྡད་རོ།

མ་འཁྱམས་ཏེ་ལམ་སང་ལ་རྒྱག་རེས་བརྒྱབ་ནས་མིར་རྫོགས་ཞུ་ཡས་དང་རྒྱུག་པ་ཞུ་ཡས་དང་གཅིག་འཛིང་ངེས་སྦྱོར་བ་འདི་ངོ་ན་བྱས་ན་རྩ་ནས་འགྲིག་པོ་མ་རེད། སྟག་དང་གཟིག་ཡིན་ན་དག་གྱི་ཡོད་མ་རེད་ད། ཁོ་སྐད་ཆ་བཤད་མཁན་མེད་པ་ཁོ་ལ་ད་ཆེ་ཆུང་རེད་རང་རེད་མ་གཏོགས་ང་ཚོ་སྟག་དང་གཟིག་མ་རོ་བ། སྐད་ཆ་བཤད་ཡག་པོ་ཞུ་ཡས་ཚོ་ད་མ་བསྡད་ནས་སྐད་ཆ་འདི་བཤད་རེས་བྱས་ནས་རོ་བ། ད་ང་གཉིས་ག་རེ་འགྲིག་མ་སོང། དེ་དུས་ཚོད་ད་ང་ཚོས་སྦྱོང་སྟབས་སྤུག་ཆུང་ཆུང་ལ་བསླབ་དགོས་རེད་གྲྭའི་ལོག་བྱས་རེད་དཀའ་ངལ་བྱུང་ན་ཕན་ཚུན་སྐད་ཆ་བཤད་ནས་བྱས་རེད་ང་ཚོ་མི་རྒན་པ་ཡིན་ན་ཡིན་གཅིག་མིན་གཅིག་འདི། རྒན་པ་ཡིན་ན་ཡང་འདི་ང་ཚོ་གཞན་གཅིག་མིན་གཅིག་ཤེས་དགོས་དེ་དཔེ་གལ་ཆེན་པོ་རེད་ཤག་གང་ལ་ཞེ་ན་ང་ཚོ་བོད་པས་ཀྱི་སྐྱབས་མགོན་རིན་པོ་ཆེན་གྱི་ད་ལམ་སྟོན་འོག་ནས་འཚེ་མེད་ཞི་བའི་ལམ་དང་བྱམས་སྙིང་རྗེ་གྱི་ལམ་ཁར་འགྲོ་གི་ཡོད་རེད་བ། འཚེ་མེད་ཞི་བའི་ལམ་དང་བྱམས་སྙིང་རྗེའི་ལམ་ཁར་འགྲོ་ཟེར་དུས་ཡོན་ཏན་ཡོད་པའི་ཐོག་ནས་འགྲོ་ཡས་རེད་མ་གཏོགས་གི་རྫིང་ནས་འགྲོ་ཡས་མ་རེད་བ། ཡོན་ཏན་ཡོད་པའི་ཐོག་ནས་འགྲོ་ཟེར་དུས་ནི་དཀའ་ངལ་བྱུང་ན་དཀའ་ངལ་དེ་ཚོ་བསམ་ཡས་ཏེ་ཕན་ཚུན་གོ་བསྡུར་བྱས་ནས་སྐད་ཆ་བཤད་ནས་སྒྲ་ཀློག་བྱས་ནས་བཤད་ན་དཔེ་ཡག་པོ་ཡོད་རེད་ད། མཚམས་མཚམས་ང་ཚོས་ད་ཁག་ཡོད་མ་རེད་ང་ཚོ་སུའི་ནང་ཁུངས་དཀྲོལ་སྐྱེལ་དེ་འདྲ་བྱེད་དུས་ནི་ཕ་ཅོག་སྡུག་པོ་སྡུག་ཅང་ཅིག་ཐོང་ནག་པོ་ནག་ཅང་ཅིག་ཐོང་རོ་བ་དེ་ནི་ང་ཚོ་ངར་ཡོང་གི་རོ་བ། དེ་འདྲས་མ་ངར་བྱས་ནས་མ་ལྷོད་ལྷོད་བྱས་ནས་སྐད་ཆ་བཤད་ན་ཁོ་ཡི་ཁག་མི་བསྡུ་བ་ཟེར་དེ་འདྲས་ཡོང་གི་ཡོད་རེད། རེད་བ། ཁག་མི་བསྡུ་བ་ཟེར་དེ་འདྲས་ཡོང་གི་ཡོད་རེད་དེ་འདྲས་བྱེད་དུས་དེ་རེད་ག་རེ་ཟེར་བ་རེད།

སློབ་སྦྱོང་ཤིང་གི་ཁོ་ར་མ་རེད། ཁོ་ཚོ་སེམས་ལ་དངངས་སྐྲག་ལངས་འདི་གི་རེད་དེ་འདྲའི stress ལེགས་རེད་ར་བ་ལྗིད་ཁོག་གནོན་པ་ཅིག་ཁེལ་འདི་གི་རེད། སྦྱང་ཉེན་ཁོ་ར་འཁྲུག་གི་མ་རེད། སྦྱང་ཉེན་མ་འཁྲུག་བཞིན་དུ་སྦྱངས་ན་ཤིང་གི་མ་རེད་འདི་དཀའ་ངལ་ཞིག་ཡོད་རེད་ད། དེ་ལས་སྣང་བ་སྐྱིད་པོའི་སྒང་ལ་སྦྱང་ཡོན་ཅིག་བཟོས་ན་ལས་སླ་བོ་ཤེས་ཡོན་ཅིག་རེད་དེ། དེ་ད་ལྟ་ང་ཚོ་གི་ཕ་མ་དང་སྤུན་གུ་སྐད་ཆ་བཤད་གི་ཡོད་ར་མ་གཏོགས་གི། སྤྱིར་བཏང་མི་རྒན་པ་ཡིན་ན་དག་ར་རེད་འདུག་བ། མི་རྒན་པ་མང་པོ་ང་ལ་འཁྲིགས་འདུག། གཅིག་ནང་ཆོས་ཉམས་ལེན་བྱེད་དགོས་ར་ཟེར་ར་བ་དང་སྒོམ་རྒྱག་དགོས་ར་ཟེར་དང་འདྲ་མི་འདྲ་ལབ་དུས།

དེ་དང་དེ་ལ་སོགས་པ་ད་མང་པོ་ཡོང་གི་རེད་ཟེར་བ་རེད། རེད་བ། དེ་འདྲ་ཡིན་དུས་ད་དུས་ཚོད་སྒང་དུས་ཚོད་སྒང་ལ་ག་ཚོད་རེད་ད། སྔོན་རྩ་ནས་བྱུང་མ་མྱོང་གི་གི་འགྱུར་བ་ཆེན་པོ་དེ་འདྲའི་འགྲོ་ཡས་ཅིག་ན། ཨེ་ནི་ངེས་པ་གཏན་ནས་མེད་པའི་གི་དེ་འདྲའི་གི་དུས་ཚོད་ཅིག་སླེབས་ཡོང་དུས། དེ་འདྲའི་གི་འཛམ་བུ་གླིང་དེའི་ནང་ལ་ང་ཚོ་སྤུ་གུ་དུས་ཚོད་བསྡད་ཐུབ་པ་ཅིག་ག་འདྲས་བཟོ་བ་ཟེར་ཐུབ་བ་རེད། ད་ཉིད་ངས་ལབ་པའི་དེ་དེ་སྤྱི་སྟངས་འགྲོ་སྟངས་ཅིག་རེད་བ། རྒྱ་ཆེ་ཚོས་བསམ་དགོས་སྟངས་ནི་འདི་རེད་ཟེར་བ།

དེ་ནས་བར་ཉིས་སྟོང་བརྒྱ་མེད་ལྔ་བཅུ་དྲུག་ཅུ་ནང་ལ། ད་ད་ལྟ་ནི། བསམ་ད་ལྟ་བསམ་བློའི་ནང་ལ་འཁོར་མ་ཐུབ་ཀྱི་ཉིས་སྟོང་བརྒྱ་མེད་ལྔ་བཅུ་དྲུག་ཅུ་ནང་ལ་འགྱུར་བ་ཅིག་འགྲོ་བསྡད་ཀྱི་རེད། དེ་དེའི་ནང་ལ་གནས་ཐུབ་ཡོད་ཀྱི་ག་འདྲས་བཟོ་ག་ཟེར་ལབ་དུས་དེ་ལན་དེ་ང་ཚོ་རྒྱབ་ཐུབ་ཀྱི་རེད་བས་ཟེར་ན། རྒྱབ་ཐུབ་ཀྱི་མ་རེད། ཉིས་སྟོང་བརྒྱ་མེད་ལྔ་བཅུ་ནང་ལ་ག་རེ་ཡོང་གི་ཡོད་མེད་ཁོ་རང་ང་ཚོས་ཧ་གོ་གི་མེད་བས། བཀག་པོ་ཆགས་འདུག་བ། སུས་གང་གིས་དེ་ཤེས་ཀྱི་མ་རེད། དྲི་བ་འདི་གི་ལན་ཡོད་མ་རེད། དེ་ལྟར་དེང་སང་སྔོན་སྔར་དང་མ་འདྲ་བར་ལྷག་པར་དུ། འཕྲུལ་ཆས་དང། དེ་ནས་བཟོ་ལས་དང། ད་དེ་འདྲའི་མང་པོ་ཅིག་གིས་རྐྱེན་བྱས་ནས། སྔོན་དང་མ་འདྲ་བའི་དཀའ་ལས་ཁག་པོ་ཆགས་ཡོད། བྱས་ཙང། ད་འདི་ལྟར་ད་ག་རང་ཡིན་དེ་ཏན་ཏན་ཡིན་ཟེར་ངེས་གཏན་ཡོད་མཁན་ཧ་ལམ་མེད་པ་ཆགས་བསྡད་པ་འཛམ་བུ་གླིང་ནང།

ཚང་མ་འགྱུར་འགྲོ་བ་རེད་མི་རྟག་བ་རེད་ཡིད་བརྟན་མེད་པ་རེད་ཟེར་སངས་རྒྱས་བཅོམ་ལྡན་འདས་སྔོན་མ་ནས་གསུངས་ཚར་བ། ད་ཏག་ཏག་ཁོ་རང་ར་འཕྲོད་ཡོང་གི་འདུག་བ་དེ་དུས་ག་རེ་བྱེད་དགའ་ལབ་ཡོང་གི་འདུག་བ། ད་ག་ནང་བཞིན་ཁོས་ག་ལབ་ཟེར་ན་སྤུ་གུ་སོགས་ཀྱིས་དེ་རིང་སྦྱང་བཞག་བ་དེ་འདི་ནས་མ་བྱས་ནས་ལོ་ཉིས་སྟོང་བརྒྱ་མི་ལྔ་བཅུ་སླེབས་དུས་དེ་རིང་སྦྱང་བཞག་བ་དེ་ཚང་མ་བོད་ཆོས་མེད་པ་ཆགས་སུ་ཡོད་པའི་བསམ་བློ་བཏང་ཡས་འདུག་བ་མང་པོ། ག་རེད་ཟེར་ན་དཔེར་ན་དེང་སང་ད་ལྟ་ཡང། སྔོན་མ་དང་ཤུགས་ཆེན་པོ་རེད་འདུག་དེང་སང་དུས་ཚོད་ད་ལྟ་ཡང་སློབ་གྲྭ་མང་པོ་ཅིག་ནང་ལ་བློ་འཛིན་བྱེད་བཅུག་དགོས་རེད། གནས་ཚུལ་ཚུལ་གསར་བ་སླེབས་འདི་འབྱོར་ཏེ། བློ་འཛིན་རྐྱང་རྐྱང་བྱེད་བསྡད་ཀྱི་ཡོད་རེད། སྔོན་མ་སྔོན་མ། འཕྲུལ་ལས་དང། ཚན་རིག་དང་དེ་འདྲའི་ཡར་རྒྱས་མ་ཕྱིན་པའི་སྐབས་ལ་ད།

གནས་ཚུལ་མཁོ་སྒྲུབ་བྱེད་པའི་རྒྱུ་མཚན་བསམ་བློ་བཏང་ཞེས་ཕུ་བོ་དེ་ཚོ་ལ་མ་འོངས་པར་གནས་ཚུལ་ག་རེ་བྱུང་བ་ཡིན་ན་ལམ་སང་དངངས་སྐྲག་དང་ཞེད་སྣང་མ་བྱེད་བྱས་ན་ལྷོད་ལྷོད་སྒང་ནས་རྒྱུ་མཚན་དཔྱད་པ་བྱེད་ཐུབ་མཁན་མི་གཅིག་བཟོ་དགོས་རེད། ད་ཆུང་ཆུང་ཆུང་ཆུང་དེ་ཚོ་ད་ཁག་པོ་རེད་དེ་རིམ་པས་རིམ་པས་རེད་བ། ལོ་བརྒྱད་དགུ་བཅུ་དེ་ནས་ཡར་རྒྱུན་དེ་ག་ལ་ག་ཚོད་བསླབ་ཐུབ་དགོས་དེ་བསླབ་དགོས་རེད་ཟེར་དགོས་རེད་བ། བྱས་ཙང་ད་ད་ལྟ་དུས་རབས་འདིའི་ནང་ལ་ད་གནས་ཚུལ་མཁོ་སྒྲུབ་བྱེད་ལ་དཀའ་ངལ་ཅི་ག་ཡོད་མ་རེད་ཟེར་དགོས་རེད།

ཐེངས་འདིའི་འདི་ནས་ཕར་ཕྱིན་ནི་བརྒྱ་ཕྲག་བཅུ་ཕྲག་གཅིག་གཉིས་ཅིག next few decades will shape the future of life itself ང་ཚོའི་མི་ཚེ་ཁོ་རང་གིས་མི་ཚེ་ཟིན་གྱི་ནི་ག་འདྲས་བྱས་མིན་དེ་ཡང་ད་འདས་པའི་ལོ་བཅུ་ཕྲག་གཅིག་གཉིས་ནང་ལ་ད་ཐག་བཅད་ཡོང་གི་རེད། བྱས་ཙང་ད་འདས་ཀྱི་མི་རབས་འདིའི་ནང་ལ་དེ་འདྲས་ཀྱི་གོ་རྟོགས་ཀྱི་ཆ་ཚང་བ་ཅིག་མེད་ན། འཇིག་རྟེན་སྤྱིའི་གནས་སྟངས་དང་དུས་ཚོད་གོ་རྟོགས་ཆ་ཚང་བ་ཅིག་མེད་ན།

སྤྱད་པ་བྱས་ནས་ཐག་གཅོད་མཁན་གྱི་མ་གཏོགས་ཀྱི་མིག་གི་ལབ་ནས་རྗེས་ལ་མ་འགྲོ་མཁན་གྱི། དེ་འདྲའི་གཅིག་དེ་བསླབ་དགོས་རེད Secretary དང་དེ་འགའི། གཉིས་པ་དེ་མི་ཕན་ཚུན Communication བྱེད་ཐུབ་དགོས། སོ་སོའི་དོན་དག་ཡིན་ན་རེད་ད་སྤྱི་བའི་དོན་དག་ཡིན་ན་དེ་ག་ལ་སྐད་ཆ་གསལ་བོ་བཤད་ཐུབ་དགོས Communication བྱེད་ཐུབ་མཁན་གྱི་བཟོ་དགོས་རེད། གསུམ་པ་དེ་ལ་སྲིད་དེ་གར་ཟེར་ན Collaboration ཟེར་དུས་མཉམ་ལས་བྱེད་མཉམ་འབྲེལ་བྱེད་ཐུབ་དགོས། ང་གཅིག་པུ་གིས་འཇོན་བཞག་ཡོད་གཞན་དག་གིས་བྱེད་ཀྱི་མི་འདུག་ཟེར་ཏེ་དེ་འདྲས་མ་ཡིན་པ་བྱས་ནས་ག་རེ་ཡིན་ན་ཚང་མ་མཉམ་རུབ་བྱས་ནས་ཡོང་དགོས་ཡོད་དེ། ཕ་གོ་བའི་ཐོག་ནས་ཕན་ཚུན་གཞན་དང་མཉམ་དུ་མཉམ་ལས་བྱེད་ཐུབ་ཡོད་དེ་གཅིག་ཤེས་དགོས་རེད། འགྲིག་སོང། ཨེ་ནས། ཞེས་པ་དེ་སྲིད་དེ་ག་རེ་ཟེར་ན Creativity ཟེར་དུས། གཞན་དག་གིས་ག་རེ་བྱས་པ་དེ་རྐྱང་རྐྱང་བྱས་མ་ཐག་བྱས་ན་གསར་གཏོད་བྱེད་ཐུབ་མཁན་གྱི་མི་རབས་གཅིག་བཟོ་དགོས་རེད། ད་དེ་བཟོ་རུ་བཅུག་ན་ང་ཚོ་བོད་པ་ལ་གལ་ཆེན་པོ་ཞིག་རེད། ང་ཚོ་བོད་པ་ལ་གསར་གཏོད་རྩ་ནས་མི་འདུག་ཟེར་ངས་ལབ་ཤེས་གི་མ་རེད། བོད་པ་མི་སོ་སོ་ཁར་ཁར་ཅིག་ཡོད་མེད་ངས་ཧ་གོ་མར་བསྡད། སྤྱི་བཏང་གསར་གཏོད་ཉུང་ཉུང་རེད་བ་དྲང་པོ་བཤད་ན། དཔེར་ན་ངས་ཉམས་མྱོང་གི་ཆ་བཞག་བས་ན། རྒྱ་གར་དུ་སླེབས་ནས་དང་པོ། ཨ་ནི་ང་ཚོ་གི། མི་གཅིག་གིས་སོ་ཏྲ་བཙུགས་ངེས་ཀྱི་འགོ་བཙུགས་ནས། ཨ་ནི་དེ་ནས་ཚང་མ་སོ་ཏྲ་བཙུགས་ནས་བསྡད་རེད་ད་གསར་གཏོད། ད་འདི་དང་པོ་བྱེད་མཁན་དེ་གིས་གསར་གཏོད་འདྲ་བོ་བྱིན་གྱི་རེད་བ། དེ་ནས་གཞན་དག་གིས་ད་གསར་གཏོད་བྱེད་ཐུབ་གི་མ་རེད་སོ་ཏྲ་ཅང་ཅང་བཙུགས་ནས་ད་ལྟ་སོ་ཏྲ་བཙུགས་འདི་ཡོད།

ཡིན་ན་ཡང་འཇིགས་མི་འཇིགས་བལྟས་སུ་དཀའ་ལས་བརྒྱབ་ནས་རྡུང་ལེན་བྱས་ནས། སྐབས་སུ་བོར་ད་བོད་མི་གཅིག་གིས་ལར་རྒྱར་མཚན་མཐོང་ལ་ཕན། ཤེས་བྱ་ཡོན་ཏན་ལ་ཕན། དེ་འདྲའི་ཐོག་ནས། ཤེས་ཡོན་དང་འབྲེལ་བའི་གསར་གཏོད་རྒྱ་ཆེན་པོ་ཞིག་གར་གར་འདུག་དུས་སུ་བསམ་ན་གལ་ཆེན་པོ་རེད་ཞེས་ཨ་ཟེར་ཅིག། འོ་འདི་ཅིག་བྱ་གི་འདུག་ཨང། ད་མདོར་བསྡུས་ན།

རེད་བ། དཔེར་ན་རྒྱ་གར་ནང་ལ་ཡིན་ན་དེ་འདྲས་ཡོད་རེད་སློབ་གྲྭ་ཆེན་པོ་ཞེ་བོ་ཅིག་ཐོན། ཐོན་བྱས་ནས་དེ་ནས་སློབ་སྦྱོང་གནས་ཚུལ་ཐོན་པོ་བྱས་རྗེས། དེ་རིང་བར་དངོས་གནས་མི་ཚེ་སྐྱེལ་ག་འགྲོ་དུས་ཅི་ག་མི་ཤེས་གི། ད་ང་ཚོ་བོད་པའི་སྤྱི་ཚོགས་ནང་ལ་ད་ག་རང་འདུག་ངའི་ལས་ཁུངས་ནང་ལ་ད་ང་ཚོ་སོ་འགྲོ་ཡིན་ན་ལས་ཁུངས་ནང་བསྡད་དེ་ངའི་རྐྱང་རྐྱང་རེད་བ། ལས་ཁུངས་ནང་ན་རྐྱང་རྐྱང་དེ་ཡང་ངའི་རྐུབ་ལྕགས་གྲུ་བཞི་སྒང་ལ་བསྡད་ནས་ཀམ་པུ་ཏར་སྒང་ཡི་གེ་འཇབ་ཡོད་དེ་གཅིག་པུ་མ་གཏོགས་གི་དེ་ནས་ཕར་ཐོན་ནས་ལས་ཀ་ཅིག་བྱེད་ཞུ་ཟེར་ན། ཧ་ལམ་མ་ཤེས་གི།

གནམ་ཐང་ཆ་ཚང་བཟོ་རོགས་བྱེད་ཀྱི་ཡོད་རེད་དེ་རྒྱུགས་མ་འདི་ཁོ་ཚོས་གནམ་ཐང་བཟོས་བཞག་ཆོག་འདི་ལ་དཀའ་ངལ་གྱི་འཕྲད་སོང་ན་ཅུས་ཟེར་གྱིས་དཀའ་ངལ་འཕྲད་སོང་ན་ཡང། དང་པོ་བཟོ་རོགས་བྱེད་མཁན་ཁོ་ལ་སྐུལ་ཅིང་བསླབ་དགོས་རེད། དེ་མེད་ན་གནམ་ཐང་སྒོ་བརྒྱབ་ཡོད་རེད། དེ་འདྲས་རེད་ད་མ་ཤེས་ན། བྱས་དུས་དུས་ཚོད་ང་ཚོས་ད་ལྟ་ད་ལམ་སང་འདུག་བྱས་བཞག་ཡོད་ས་ཁེལ་ཡོད་མ་རེད་ཡིན་ན་དུས་ཚོད་ཅིག་གི་བསམ་བློ་བཏང་ནས། རེད་བ། རྒྱལ་ཁབ་ཅིག་འཛུགས་སྐྲུན་བྱས་ན་ག་འདྲས་བྱེད་དགོས་ས་རེད་དུས་ཚོད་བསམ་བློ་བཏང་ཡོད་ད་དེ་མེད་ན་ཡང་གནས་སྐབས།

ཆབ་སྲིད་ཀྱི་དོན་དག་ཡིན་ན་རེད་ཤེས་ཡོན་གྱི་དོན་དག་ཡིན་ན་རེད་རང་གི་དོན་དག་ཡིན་ན་རེད་སྒེར་གྱི་དོན་དག་ཡིན་ན་རེད་ཞེ་བོ་རྩ་ཆེན་པོ་རེད་ད་དེ། ལས་ཀ་རག་ཡས་ཡིན་ན་ལམ་སང་རག་འགྲོ་གི་འདུག་བ། ངོ་མ་དེ་བ་སླེབས་ཚར་ཚར་དེ་སྤུ་གུ་ཉར་མཁན་ང་ཚོ་ད་དེ་དུས་ཡུང་དེ་མང་པོ་གཅིག་ཕ་མ་མང་པོ་གཅིག་ལ་སློབ་སྦྱོང་ཡོད་མ་རག་ཉིག་གཅིག་ད་སྤུ་གུ་ཉར་ཡས་དེ་ནས་ཆེ་དེ་བོད་པ་རེད་ཟེར་དེ་དགོ་ཟེར་ནས་སྐད་གྲགས་བྱུང་སོང་བ།